མཚེའུ་ཡི་ནང་གི་ཉག་གི་གུ་ཉིན་ན་ཉིན་ཞག་གི་གུ་ཞིག་ག་ཞིག། མ་འོག་ཁ་ཨ་ཁ་ཨོག་དགའ་ར་དག་སྒྲ་ནར་འགྲོ་དྭངས་ཨ་དྭངས།

མཁའ་འགྲོ་དང་མཚོ་མོ། མཚེའུ་ཞིག་གི་འགྲམ་དུ་ཕྱིན། མ་འོག་ཚ་རིང་པོ་ཚེ་འག་ཤ་རྒྱུ། མཚེའུ་ད་རིང་པོ་དེ་འག་གི་བུ་ཡི་ནང་ང་སྣང། དེ་ཡི་ནང། ཉ། ས་སྣ་དག་སྣ། ཚ་སྣ་རོ་ཚོགས་ག་ཟེ་ཚོགས། ཉ་སྣ་ཚོགས། ཡ་སྣ་རོ་ཡོད་ད་ཡོད། པ། མ་འོག་ཐ་སྣ་རོ་ཐོང་ང་ཐོང། ཡོད་པ། མཐོང། ཉྭ། ད་རེང་བོ་དེ་ཚ་ན་རོ་འཚོ། ཉྭ་དེ་འཚོ། མའོ། ད་ན་རོ་མཐོང་ང་མཐོང། ན་ཟ་ནས། མཐོང་ནས། ཁ་ན་རོ་ཁོ། གའོ། ཉྭ་གི་གོ་གཉིས་ཟ་གཉིས། ཁོ་གཉིས། དའོ། ག་ཨ་ག། ཐག་ག་ཐག། ཆ་ན་རོ་ཆོད་ད་ཆོད། པ། ར་བསྒྲེང་པོ་རེ་ད་རེད། དགའ་ཐག་ཆོད་པ་རེད། ཉག་ཁ་ཤ་ཟ་ཤེས་ཉག་ཁ་ཤེས། ཐལ་ལ་ཐལ། མ་འོག་ད་ན་རོ་ལྡོག་ག་ལྡོག། དང་ང་དང། ཐལ་ལྡོག་དང། ཁ་ཤ་ཟ་ཤེས་ཁ་ཤེས། ལ་གི་གུ་ལི་ཝང་ང་ཝང། ཡ་གི་གུ་ཡིན་ན་ཡིན། པ་ར་འགྲེང་པོ་རེད་ད་རེད་ལི་ཝང་ཡིན་པ་རེད་ཉག་ཁ་ཤ་ཟ་ཤེས་ཉག་ཁ་ཤེས་ཨ་ན་རུ་འོད་ད་འོད་ཆ་འགྲེང་པོ་ཆེམ་མ་ཆེམ་ཆ་འགྲེང་པོ་ཆེམ་མ་ཆེམ་འོད་ཆེམ་ཆེམ་བ་ཡ་ད་ཀྱ་འགྲེང་པོ་བྱེད་ད་བྱེད་ཀ་ཡ་ད་ཀྱ་གྱི་གུ་གྱི། ཡང་ན་རོ་ཡོད་ད་ཡོད། པ་ར་འགྲེང་པོ་རེད་ད་རེད། བྱེད་ཀྱི་ཡོད་པ་རེད། ཉག་ཁ་ཤ་ཟ་ཤེས་ཉག་ཁ་ཤེས། ཧ་ཅང་ང་ཅང་ཧ་ཅང། ཆ་འགྲེང་པོ་ཆེན་ན་ཆེན། པ་ན་རོ་པོ་ཆེན་པོ། དང་ང་དང། ཉག་ཁ་ཤ་ཟ་ཤེས་ཉག་ཁ་ཤེས། ཆ་ཞབས་རྒྱུ་ཆུང་ང་ཆུང། ཆ་ཞབས་རྒྱུ་ཆུང་ང་ཆུང། ཆུང་ཆུང། ཡ་ན་རོ་ཡོད་ད་ཡོད། པ་ར་འགྲེང་པོ་རེད་ད་རེད། ཡོད་པ་རེད།